རྣམ་པ་ལྷན་གྱིས་བཀྲ་ཤིས་བདེ་ལགས། རེ་བའི་འབྲས་བཟང་འཁུར་གྱིས་སྤྱི་བོའི་སྟོན་ཟླ་བརྒྱད་པར་ནམ་མཁར་གསལ་ལངས་གྲོང་ཁྱེར་ནས་སློབ་དཔོན་ཆེན་མོ་གདོང་ཡོན་ཏན་རྒྱ་མཚོ་མཆོག་གི་གསུང་རྩོམ་ཕྱོགས་བསྒྲིགས་པར་སྐྲུན་འགྲེམས་སྤེལ་བྱས་པའི་མཛད་སྒོའི་གཟབ་རྒྱས་ངང་སྤེལ་བའི་དུས་བཟང་སྐལ་བཟང་འདི་ལ། ང་ཚོས་འདི་ནས་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་གི་འགོ་གཙོ་གཞོན་པ་ཨ་སྨྱོན་བཀྲ་ཤིས་དོན་གྲུབ་དང། ལྷོ་དཔོན་ཆེན་མོ་ལྡོང་ཡོན་ཏན་རྒྱ་མཚོ་གཉིས་གདན་དྲངས་ནས། ད་དུས་རབས་གསར་པའི་ནང་ལ་མི་རིགས་ཀྱི་ཧྲོལ་རྒྱུན་རིག་གནས་འདི་ཇི་ལྟར་རྒྱུན་འཛིན་དང་དར་སྤེལ་གཏོང་དགོས་པའི་སྐོར་ནས་ད་རྒན་རྣམ་པ་གཉིས་དང་ཁ་བརྡ་ཞིག་བྱ་རྒྱུ་ཡིན། དེ་ནས་ཐོག་མར་ད་རྒན། ལྡོང་ཡོན་ཏན་རྒྱ་མཚོ་ཚང་གི་གསུང་རྩོམ་ཕྱོགས་བསྒྲིགས་འདི་པར་སྐྲུན་ལེགས་འགྲུབ་བྱུང་བ་ལ་ཡང་དག་པ་ནས་རྟེན་འབྲེལ་བྱེད་པ་ཡིན། ཡང་ཡང་བཀའ་དྲིན་ཆེ། ད་འདི་ནས་རྒན་གདོང་ཡོན་ཏན་རྒྱ་མཚོ་ཚང་གི་དེ་གི་བརྙན་ལམ་གི་གཟིགས་མོ་བ་དང་དེ་ནས་ཀློག་པ་པོ་རྣམས་ལ་རང་གི་གསུང་རྩོམ་ཕྱོགས་བསྒྲིགས་འདིའི་ནང་དུ་འདོར་བསྡུས་ཀྱི་སྐོར་ནས་ངོ་སྤྲོད་རྩིས་ཡིན། དེས་ན་ད་དེ་རིང་གོ་སྐབས་བཟང་བོ་འདི་དང་འབྲེལ་ཏེ་ང་རང་གི་བརྩམས་ཆོས་འདི་ངོ་སྤྲོད་དེ་འདོར་བསྡུས་དེ་ཡིན་ན་ད་མང་བོ་བཤད་ན་པོ་ཏི་མང་བོ་ཡིན་མོད་གི་དུས་ཚོད་ཀྱི་འགོར་འགྱུར་རྒྱུ་རེད། ད་ད་ཐེངས་ཀྱི་བརྩམས་ཆོས་ཕྱོགས་བསྒྲིགས་འདི་པོ་ཏི་བཅོ་བརྒྱད་ཡོད་གི། པོ་ཏི་བཅོ་བརྒྱད་པོ་འདིའི་ནང་ནས། ད་འདི་ཟླ་དཀྲུགས་གི་སྐོར་གཅིག་ར་ཉང་གི་གཞུང་ལུགས་ཀྱི་སྐོར་ཟི་དི་གི་སྐར་རྩིས་ར་ནག་རྩིས་གི་སྐོར་ཨ་རྩིས་གི་གཞུང་ལུགས་ར་བྱུང་འཕེལ་གྲ་འདི་སོགས་གི་སྐོར་ཟི་དེ་ནས་སྦྲ་རིག་པ་གི་སྐོར་ཟི་དམ་སྔོན་འཇུག་གི་སྐོར་དེ་ནས་དམ་དངུལ་ཆུའི་རིག་པ་གཙོ་བོ་དཔལ་མགོན་འཕགས་པ་ལི་གྲུབ་ཟངས་ཀྱི་མཛའ་ནི་གི་ཞིབ་ཕྲེང་གི་འགྲེལ་བ་ར་འཇམ་མགོན་སར་སྐྱ་པཎ་ཀྲི་ཏཱ་ཀི་འགའ་རྒྱལ་མཚན་ཟངས་ཀྱི་མཛའ་ནི་གི་གསར་སྐྱེས་ལག་ཤེས་ཀྱི་འགྲེལ་བ།

བོད་དུ་བཅོ་བརྒྱད་ཀྱི་བདག་ཉིད་ཀྱི་ནི་ནི་ནི་མི་ཟེར་ཡས་ད་དངོས་སྤྲུལ་མདོར་བསྡུས་ཟིན་ན་ཕར་ཆེར་དེ་མི་ཟེར་ཡས། རེད་རེད་དེ་ནས་ད་མི་རིགས་དཔེ་སྐྲུན་ཁང་གི་ངོས་ནས་བལྟས་ན་ད་འདི་ལྟ་བུའི་གསུང་རྩོམ་ཕྱོགས་བསྒྲིགས་ཤིག་དཔར་སྐྲུན་དང་འགྲེམས་སྤེལ་བྱས་ན་དོན་སྙིང་ཅི་འདྲ་ཡོད་གི། ད་ང་རང་གི་དྲན་གསོ་ཉིད་ཀྱི་ད་དོན་སྙིང་གི་ཆ་ནས་གཞོགས་གཉིས་ནས།

དེ་འདྲ་རེད་དེ་ལས་ན་གི་ད་སྔན་ཆད་ཀྱི་བོད་ཀྱི་སྲོལ་རྒྱུན་གྱི་རིག་གནས་ཐོག་ཏུ་ལ་ད་སྦྱང་བ་བོད་ཀྱི་ཕུན་སུམ་ཚོགས་པ་ཞེས་ད་གི་རིག་གནས་ཡོན་ཚད་མཐོན་པོ་དེ་གི་དེ་འདྲ་རེད་དེ་གི་རྨང་གཞི་ཐོག་ནས་བཙུགས་ཡང་ད་དེང་རབས་ཀྱི་སློབ་མ་ད་ལྷག་པར་དུ་གོང་གི་བཙུགས་ན་ད་སློབ་མ་མང་ཡང་རྐྱང་ཐང་དུ་རེད། དེ་ལས་ན་ད་སློབ་མ་གི་དེང་རབས་ཀྱི་རིག་གནས་འདོགས་འདི་ད་འཛུགས་སྐྲུན་གྱི་ཕྱོགས་ད་འཕེལ་རྒྱས་གཏོང་རྒྱུའི་ཕྱོགས་འདོགས་འདི་ད་ནུས་པ་རྒྱ་ཆེན་པོ་ཐོན་གྱི་རེད་དུ་འདོགས་ཀྱི་ཡོད། ད་རེད་ད་རེད་ད་ནས་ད་རྒྱ་ནག་གདོང་ཡོན་དང་རྒྱ་མཚོ་ཚང་ལྟ་བུ་ལ་མཚོན་ན་ལོ་ངོ་མང་ང་ཟིག་རང་སློབ་གསོའི་བྱ་བཞག་འདི་དང་དུ་བླངས་འོག་དེ་མི་ཚད་ད་ཡུལ་ཕྱོགས་སོ་སོ་ཕེབས་ནས་རིག་གཞུང་འཆད་ཁྲིད་དང་ད་ནས་ད་ཁ་ད་སློབ་གསོ་གི་བྱ་བཞག་འདི་ཁུར་དུ་བཞེས་འོག་དེས་ན་ད་རུང་དེའི་ཞོལ་ར་དག་ད་ཡང་འདི་བོད་ལ་བཅོ་བརྒྱད་ཀྱི་བདག་ཉིད་བྱང་གི་འདི་འདྲ་གི་གསུང་རྩོམ་ཞིག་དག་འདི་ཡིན་ན་དཔར་སྐྲུན་ལེགས་འགྲུབ་བྱུང་ན་ངོ་མ་ཅིག་བློ་ཡུལ་ལས་མི་བྱུང་བ་དེ་མི་ཟེར་དེས་ན་རྒན་ལགས་ཀྱི་རྒྱུན་པར་རང་གི་དུས་ཚོད་ཇི་ལྟར་བཀོད་སྒྲིག་ཡིན་ན་དག་ཡང་འདིའི་ཕྱོགས་ནས་ད་གབ་ལས་ཇི་ལྟར་བརྒྱབ་པ་ཡིན།

གསུམ་བྱང་བྱང་དེ་ཡི་ཟླ་དོ་གི་བསམ་འཆར་དེ་མེད་ཟེར་རེད། ཡང་ཁོང་གི་དཔེ་ཁྲིད་ཀྱི་རྣམ་ཐར་གཟིགས་བཞག་ན་སྐུ་ཚེ་གང་དཔེ་ཁྲིད་གནང་བཞག་ནས་ཉམས་འདྲ་དེ་མེད་རེད། ད་ཕྱག་སྐོར་ར་ར། ཁོང་གི་ཁ་འདོན་སྒྲུབ་བྱང་གནང་ནོར་བལྟས་ན་སྐུ་ཚེ་གང་ཁ་འདོན་སྒྲུབ་བྱང་བྱང་བྱང་གནང་ཟློག་གི་བསམ་འཆར་དེ་ལྟ་བུའི་ད་ཅིག་བསམ་གྱིས་མི་ཁྱབ་པའི་སྐྱེ་བོ་དམ་པ། དུ་སུའི་རྣམ་ཐར་ལྟ་རྒྱུ་ཡིན་ན་ངུ་འདི་ཅང་བླང་རིན་མེད་པ་དེ་ལྟ་བུ་ཟེར་རེད། ཡིན་ན་ར་ད། དེང་སྐབས་སྤྱི་ཚོགས་གསར་བ་རེད། ཉེ་སྲས་མག་ལོང་གི་ཀི་ལ་ཡི་གོས་ནི་སྙེམས་ཁྲིར་སྐྱི་ཡ་ལོག་གོས་ཉེར་སྐབས་དེ་མི་ཟེར། དེ་ཡི་འདང་རྒྱབ་བརྒྱད་ན་སྔོན་མ་གི་ཅིག་དུས་ཚོད་ཀི་འདང་མི་འདང་དེ་མི་ཟེར། ཡིན་ན་རང་ང་རང་གི་གཙོ་བོ་དཔེ་ཆ་ལྟ་རྒྱུ་བོ་ར། དུས་ཚོད་འདི་དཔེ་ཆ་འབྲི་རྒྱུ་བོ་འདི་བསམ་གཞིག་གཏང་རྒྱུ་འདི་གཙོ་བོ་གཙོ་བོ་མཚན་མོ་དེ་བརྩི་གི་ཟ་དུས་ཚོད་གོ་དྲི་གི་ཉིན་དང་ཉིན་ཀིར་ཕར་ཁྱེར་བ་ཟ། དཔེ་ཁྲིད་དྲན་འཆར་ཁྲིད་དང་ལས་མི་གི་སྐོར་དང་ནམ་ཡང་གི་སྐོར་ར་ར་མང་ལ་ཤོར་གི་ཡོད་ནི་རེད་ར་དགོང་མོ་ཙི་གི་ལྷང་འཇགས་རེད་དེའི་རྒྱུ་མཚན་གི་ཕར་ཆེར་ཉི་མ་རེ་རེའི་བཞིན་དུ་དགོང་མོ་ཆུ་ཚོད་གཅིག་གཉིས་གཅིག་དེའི་བར་དེ་བསྡད་དེ་ད་གཅིག་འཕྲོས་སམ་རྗེས་སུ་ན་དཔེ་ཆ་མང་བོ་བཀླགས་བཀླགས་པ་ཙམ་ཙམ་མ་ཡིན་པར་བསམ་གཞིག་རང་གི་སྟེང་རང་གི་ཤེས་པ་སྟེང་ཡིན་དེ་ཡིས་བསྡད་དེ་ད་དཔེ་ཆ་བྲིས་ན་དཔེ་སློབ་ཁྲིད་ཡིན་ན་གང་ཟིག་ཡིན་ན་དེང་སྐབས་གི་སྐད་ཆ་ཡིན་ན་ཀློག་པ་པོ་ལ་འགན་འཁུར་བ་སློབ་མ་ལ་འགན་འཁུར་བའི་འདུ་ཤེས་གི་སྟེང་ནས་ཧྲ་ལ་ཡོད་ཀི་ཡོད། ད་རེད་ད་རེད་ད་ནས་ད་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་ལྟ་བུ་ལ་མཚོན་ན་ད་འདི་ལྟ་བུའི་གསུང་རྩོམ་ཕྱོགས་བསྒྲིགས་ཅིག་ད་ཡིན་ན་དཔར་སྐྲུན་དང་ད་ནས་འགྲེམས་འཕེར་ཡིག་དགོས་ན་དཀའ་ཁག་ཆེ་ས་བོ་གཙོ་བོ་ཆི་ཟིག་རེད། ད་སྐུལ་ཆ་གི་ནང་རྒྱུད་ཀྱི་ད་གཟུགས་ཡི་གེ་ཁྲི་བཅུ་ཐམ་པ་གི་ནང་ད་གི་ད་བརྒྱ་ཆ་གི་ད་ཁྲི་བཅུ་ཐམ་པ་ནི་ཡི་ད་ཡིག་ནོར་གཅིག་མིན་གི་ཡོད་ཉན་དགོས་ནི་མ་རེད།

ད་དེ་ཧེ་ད་རིམ་བཞིན་རིམ་བཞིན་དེ་ཧེ་འདི་ད་ཡང་ཅིག་དཀའ་ཁག་གི་ཚིག་གཟིགས་ཆེ་ས་ཟིག་རེད། དེ་རེད་དེ་ནས་ད་གོང་ནས་རྒན་རྣམ་པ་གཉིས་གི་ངོ་སྤྲོད་གནང་བ་ལྟར་ན་དེ་གི་གསུང་རྩོམ་ཕྱོགས་བསྒྲིགས་འདིའི་ནང་བོད་སྐད་ཀྱི་ཁྲག་རིག་པའི་སྣེ་མང་ཟིག་འདུག་དེ་ནས་ད་དེ་ཡང་ལངས་རིན་ཡོད་པ་དང་དེ་ནས་ཁྱད་ཆོས་ལྡན་པ་ཞིག་ལ་དེ་གི་གསུང་རྩོམ་མང་ཞིག་ད་ཧ་ཅང་གོ་བདེ་ནོ་གི་སྒོ་ནས་འབྲེལ་ཡོད་ནོ་གི་དེ་གི་ད་རིག་པའི་སྣེ་གང་ལ་གསར་དུ་འཇུག་པ་གི་སློབ་མ་ཚོར་ཧ་ཅང་ཕན་པ་དེ་གི་ཟེར། དེ་ཡིན་ན་ད་རྒན་གདོང་ཡོན་ཏན་རྒྱ་མཚོ་ཚང་ཚོ་ན་ཅིག་འདི་ལྟ་བུ་གི་དམིགས་ཡུལ་དང་དགོངས་པ་ཞིག་གཙོ་བོར་འཛིན་དགོས་ནུས་རྒྱུ་མཚན་གཙོ་བོ་ཆུ་ཟེར་འདི། དཔེར་ན་འདིའི་པོད་སྟོང་བའི་ནང་སུམ་རྟགས་ཀྱི་སྐོར་བཟོས་ཡོད་དེ་ལོག་སེར་འབྱིན་དགོངས་པ་ཟེར་འདིར་སྟོང་དང་ངག་གི་ལྡེ་མིག་བརྫིས་ནས་བཟོས་འདི་སོ་ད་བར་དུ་འདི་སློབ་དེབ་ཀྱི་ནང་རེ་འདེམས་མིན་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་རེ་འདི་ནས་ཐོག་མ་གཉིས་ཡ་དཔར་སྐྲུན་བྱས་མྱོང་མེད་རེད་དེ་མ་ཡིན་པའི་དཔེ་སྐྲུན་ཁང་གཞན་དང་གཞན་པ་ནས་དཔར་བའི་ཕར་ཆེར་དཔར་ཐེངས་བཅུ་གྲངས་ལྷག་བཟོས་དཔར་སྐྲུན་གྱི་གྲངས་ཀ་གི་ཆ་ནས་བཤད་ན་ཁྲི་བཅུ་ལ་ཉེ་བ་དེ་ནི་དཔར་ཡོད་ཀྱི་ཟུར་བཀོད་འདི་དང་འདི་རྒྱུ་མཚན་ངའི་དངོས་བྱུང་གི་སྐྱེས་བུ་དམ་པ་ཟིག་གི་སྨྲ་གསུང་རེ་ཟིག་གསུང་ཐུབ་སོང་ནི་མ་རེད་ར་ངའི་དངོས་ཡོད་ཀྱི་སློབ་མ་ཁ་བལྟ་དུས་སློབ་མའི་དགོས་མཁོ་དང་བློ་ཁ་དང་བསྟུན་ནས་བྲིས་ནས་ཡིན་གདའ་གསར་བཟོ་པ་མང་བོ་ཟིག་གི་འདི་ཙིག་ཡིག་གི་བློ་བཟུང་ན་ལྟོས་འདའི་སློབ་སྦྱོང་ཡིན་ན་བློ་འཛིན་བདེ་བ་ངའི་ལྷ་བ་གི་ཁྱད་ཆོས་ཙིག་ཡིག་དུ་ཡོད་སོང་བས་སློབ་མ་མང་བོ་ཟིག་གི། དོར་སྣང་ཡི་གོ་ནོར་དེའི་རྒྱུ་མཚན་གྱི་ངག་གཙོ་བོ་སྤྱི་ཚོགས་ལ་ཁག་བསྟབས་པ་དངོས་ཡོད་ལ་ཁག་བསྟབས་པ་སློབ་མ་ལ་ཁག་བསྟབས་པ་ཡང་ན་རང་ཉིད་ལ་རེ་ལྟོས་ཆེ་བའི་ཀློག་པ་པོ་ལ་ཁག་བསྟད་དེ་ཆེད་དུ་བྲིས་ནོ་མ་གཏོགས་ངའི་བརྩམས་ཆོས་འདི་བོད་དུ་གྲངས་ཀ་མང་བོ་གི་ཆེད་དུ་བྲིས་ནི་མིན་རྣམ་གྲངས་ཀྱི་ཆེད་དུ་བྲིས་ནི་མིན་དེ་བཞིན་དུ་ཟླ་ཕོགས་ཀྱི་ཆེད་དུ་བྲིས་ནི་མིན་སྙན་གྲགས་ཀྱི་ཆེད་དུ་བྲིས་པ་དེ་ལས་ཀྱང་མིན། ངོ་མ་གི་རྩོམ་པའི་ཀུན་སློང་ཐོག་མཐའ་བར་ཙམ་བྱས་ན་ད་ཧ་ཅང་གི་བསམ་བློ་རྒྱ་ཆེན་པོ་བཟོས་ན་དཀའ་མོ་རེད་ར་ད་རང་གི། ཆེད་དུ་བྱ་བའི་བསྡུར་བྱ་བཟོས་ན་རང་ལ་རེ་ལྟོས་ཆེ་བའི་སློབ་མ་དང་ཀློག་མཁན་མང་བོ་ཟིག་ལ་ཕན་ཨི་ཐོག་ག་བསམ་པའི་བསམ་པ་འགའ་ད་ཐོག་མཐའ་བར་གསུམ་ཕར་ཆེར་ཁྱབ་ཡོད་རྒྱུ་ན་ཆོག་ནི་དེ་མིན་ཡིན་བསམ་གི། ད་རེས་ད་རེས་ད་ནས་ད་རྒན་ཨ་ཉོན་བཀྲ་ཤིས་དོན་འགྲུབ་པ་མཚོན་ན་ལོ་ངོ་མང་ང་ཟིག་རང་རྩོམ་སྒྲིག་དང་ད་ནས་དཔར་སྐྲུན་གི་བྱ་བ་འདིའི་ལས་ཀ་འདྲ་གཉིས་རོགས་གི་དེས་ན་ད་རྒན་ལགས་ཀི་ལས་ཀ་གི་ཉམས་མྱོང་དང་འབྲེལ་ནས་བཤད་ན་ད་གི་ང་ཚོའི་གསུང་རབ་གི་བསྟན་བཅོས་རྣམས་དུས་རབས་གསར་བའི་ནང་རྒྱུན་འཛིན་བྱེད་དགོས་ན་ད་གི

ད་ལྟ་གསར་སྐྲུན་རང་བཞིན་གྱི་བསྒྱུར་བཀོད་དང་ད་ནས་གསར་གཏོད་རང་བཞིན་གྱི་འཕེལ་རྒྱས་གཏོང་དགོས་ཀྱི་ཟེར་ན་འདི་ཡིན་ནི་འདི་ཚིག་ཟིན་ཟིན་གི་ཨོཁ། ད་ནི་ད་ང་ཚོའི་དག་སྲོལ་རྒྱུན་གྱི་རིག་གནས་ཡིན་ན་ཆོག་གི་ད་ནི་ནང་སྒོས་སུ་གསུང་རབ་ཀྱི་བསྟན་བཅོས་དག་འཛིན་སྐྱོང་སྤེལ་གསུམ་བྱེད་པའི་ཐད་ནས་ད་སྐད་ཆ་འདི་ཇི་ལྟར་གོ་བ་ལེན་དགོས་ཀྱི་རེད། ད་ནི་རྒན་གདོང་ཡོན་ཏན་ཅན་ཚོ་ཚང་མཚོན་ན་འདིའི་ཐད་ནས་དགོངས་འཆར་ཇི་འདྲ་ཡོད། རེ་རེ་དང། གསར་དུ་གཟིར་བཀོད་གནང་སྟེ། ངུ་བཀོད་བ་ལེན་སྟངས་བཅས་ནི། སྔ་མའི་ཀིར་ཀི་སོར་རྒྱུན་གྱི་སྲོག་ཤིང་ར་ཉུང་ངུ་མ་དབོར་བའི་སྟེང་ནས། ཐབས་ལམ་གསར་བ་ཟིག་གི་འཕེལ་རྒྱས་བཏང་ནོ། དེ་ལྟ་བུ་ཟིག་དང་གསར་གཏོད་ཀྱི་ནང་གི་རང་གསར་གཏོད་ཀྱི་ཡང་རྩེ་རེད་བསམ་དགོས། དེ་མ་གཏོགས་སྔ་མའི་ངོ་བོ་དང་རྣམ་པ་ཁ་དོག་དབྱིབས་གཟུགས་ལ་སོགས་པ་བོ་རིས་གཞན་པ་ཟིལ་དུས་ཚབ་ཏུ་བཞག་ནོ་དེ་མྱང་བ་ནི་གསར་གཏོད་རེ་མི་བསམ་གི། དེའི་རྒྱུ་མཚན་གྱི་ད་ངའི་དཔེ་རྒྱ་འདི་སུའི་ནང་མཚོན་རྗེས་ན། ད་གེ་རི་ཡ་མཚན་གྱི་གསར་གཏོད་ཀྱི་ཁྱད་ཕུན་སུམ་ཚོགས་པ་སྔར་མ་བཏོན་པ་དེ་བཟོས་ན་དཀའ་མོ་རེད་དཀའ་མོ་རེད་ར། ད་དཔེར་ན་འདིའི་ནང་གི་རྩིས་ཀྱི་སྐོར་རྐྱང་ཚབ་མཚོན་ན་གླེང་ཡག་གཅིག་བྱ་རྒྱུ་ཡིན་ན། ངུ་ནས་འཇལ་ན་ཁུར་གྱི་འོག་གི་སྐར་རྩིས་རིག་པ་དེ་སྦྱངས་ན། ཡིན་གཅིག་མིན་གཅིག་གི་སྒོ་སམ་གི་ངོ་བསམ་གྲྭ་གི་ངོ། ད་ཐ་ར་ཏི་སོ་འདི་ཅང་མི་འདི་དེ་ད་ལྕགས་སྨྱུག་གི་དེའི་སྒྲ་དེ་དྲི་རྒྱའི་རི་མོ་ཁུར་གི་ལམ་ཟུར་དུ་མ་གཏོགས་ཡོད་ནི་མ་རེད། དེ་དཔེར་ན་བུ་སྟོན་ཐམས་ཅད་མཁྱེན་པ་ཟུང་གི་སྐུ་ཚེའི་གོང་བུ་རྩིས་དྲི་ཡིས་ད་དེའི་ལྕགས་ཀྱི་ཐུར་མ་གཅིག་གསུམ་ཚར་སོང་བ་དོ་གསུང་གི་ཡོད་ནི་རེད། ད་ལྕགས་ཀྱི་ཐུར་མ་གཅིག་གསུམ་བཟའ་ཚེ་དེ་དེའི་ཡིན་གཅིག་མིན་གཅིག་གི་ཐབས་ལམ་དུ་རྒྱུ་དེ་ད་དེ་ཡོང་ནི་རེད། འདིའི་ཐབས་ལམ་འདི་མ་བྱས་ན་སྐར་རྩིས་རིག་པ་གི་འགྲོ་སྟངས་ཤེས་ནི་མ་རེད། དེའི་རྒྱུ་མཚན་གི། ནི། ཡུལ་ནང་གི་སྐར་རྩིས་རིག་པ་བརྒལ་རི་མོ་གྲུབ་ཚུལ་ཏུ་བཟོ་བའི་ནར་ཡན་གཅིག་མང་གཅིག་གི་ཐོག་མར། བོད་རང་གི་ཐུན་མོང་མ་ཡིན་པའི་རི་མོ་གྲུབ་སྒྲུབ་ཀྱི་རིག་པ་དེ་བྱང་ཆུབ་པ་ཞེས་གདགས་དུས་ད་ཐབས་ལམ་གསར་བ་ཟིག་གཞིགས་ནོ་གང་རེད་ཅེ་ན་ད་ལྟར་སྐབས་ཀྱི་གློག་ཀླད་ཀྱི་སྟེང་ནས། དྲ་ཚིགས་ཀྱི་སྟེང་ནས། ལྷག་པར་དུ་རྩིས་གཞུང་འདིའི་རྩིས་འཕྲུལ་གྱི་སྟེང་ནས་ད་ལྷག་སྐར་གྱི་རི་མོ་འབྲི་ཐབས་དེའི་རིག་པ་དག་གསར་གཏོད་དེ་ད་དེའི་ནང་དེའི་ནང་རིགས་ལམ་དུ་བཀོད་ཡོད་ནི་བདག་གསར་གཏོད་བྱེད་མཁན་ང་ག་རེ་མ་རེད་ད། ཉེ་རབས་ཀྱི་བོད་ཀྱི་འགལ་བ་ཆེན་པོ་རྩིས་རིམ་པ་རྗེ་བསམ་འགྲུབ་རྒྱ་མཚོས་གསུངས་གི། བོད་ཀྱི་སྐར་རྩིས་རིག་པ་གི་རི་མོ་འདི། ཐོག་མར། བསང་གཞུང་གི་མགོན་འདྲི་རྒྱུའི་སྲོལ་འདི་བཅུག་འཕྲང་རྩིས་ཆེན་པོ་དེའི་སྟེང་ལ་གསོལ་བསྟོད་བྱས། འཕྲང་རྩིས་ཀྱི་རིག་པ་འདི་དག་གློག་རྩིས་ཀྱི་ནང་ལ་གསོལ་བསྟོད་བྱས་གདའ་དུས་ཁོང་གི་འདི་གཉིས་ནི་ཆོས་ལྷ་མི་རིགས། ང་ཁྱོད་དགེ་བའི་རིགས་མང་བོ་ཟིག་གི་ཁོང་གི་འདི་ནས་ལབ་ནི་འདི། ལྷ་དག་མྱུར་སེམས་ཀྱིས་ཆ་ཆུ་ཡོད་ཟེར་ད། བོད་ཀྱི་སྐར་རྩིས་ཀྱི་རི་མོ་འདི། གློག་རྩིས་ཀྱི་ངོ་སྦྱང་གི་ཡོད་ནོ་འདི། ལྷ་བ་དང་སྟག་བ་དང་མྱུར་བའི་ཆ་ཆུ་གསུང་གི་ཡོད་ནོ་ལྷ་དག་མྱུར་སེམས་ཀྱིས་ཆ་ཆུ། ལྷ་དག་མྱུར་སེམས་ཀྱིས་ཆ་ཆུ་ལྷ་བ་ཟེར་རྒྱུ་ནི་ངི་ན་ནའི་ནང་གི། གཟར་ལྔ་གི་རི་མོ་ཟེར་བསྒྲུབ་རྒྱུ་ཡིན་ན་གཟར་ལྔ་གི་རི་མོ་ཆ་ཚང་ཟེར་བྲིས་ན་ཕྱིའི་མྱོང་ན་ལ་ཉི་མ་ལྔ་བསྒྲུབ་དགོས་ཀྱི་རེད། ཉི་མ་བྱེད་འོག་གི་སྲོལ་རྒྱུན་གྱི་ཁུར་ཁུ་སྒྲིལ་གཏོང་ཡིན་བརྗོད་རྗེས་ནི། ད་གློག་རྩིས་ཀྱི་ངོ་ཡོང་རྗེས་ནི། ད་ལྷ་བའི་ཆ་ཆུ་དུ་གང་ཡོད་ཀྱི་རྗེས་ནི་སྐར་མ་ལྔ་གི་ནང། སྐར་མ་ལྔ་གི་ནང་ཉི་མ་ལྔ་བསྒྲུབ་ཀྱི་ཡོད་ནི་རི་མོ་ཆ་ཚང་བ་དུ་ད་ཧ་ཅང་གི་མགྱོགས་མྱུར་གྱི་སྒོ་ནས་བསྒྲུབ་ཐུབ་ཀྱི་ཡོད་ནི་དུ་དེ་ཉིན་ང་གསར་གཏོད་བརྫིས་ན་ཆོག་རྗེས་རེད་ཡར་རྒྱས་བརྫིས་ན་ཆོག་རྗེས་བོད་ཀྱི་སྐར་རྩིས་རིག་པ་གི་སྙིང་བོ་མ་དོར་བའི་སྟེང་ནས་ཐབས་ལམ་གསར་བ་ཟིག་ག་སྤྱོད་ནོ་དེར།

དགོངས་འཆར་དང་ཡང་ན་ཐབས་ལམ་ཞིག་གསུངས་རོགས། ངའི་འདིའི་ནང་སྙན་ངག་དབྱངས་གསལ་གནང་འདུག་གི་ལེའུ་གསུམ་ཀ་གི་རྟོགས་བཅོས་བཙུད་ཡོད་དེའི་མགོ་ཟི་ག་དེ་མིན་གི་དཔེ་ཆ་བཀླགས་སྟངས་ཟིག་བྱས་ཡོད་དཔེ་ཆ་བཀླགས་སྟངས་ཚན་པ་བདུན་འདྲི་ཟིག་ཐོག་དཔེ་ཆ་ཟིག་ག་དུས་ཐུང་ཐུང་ཟིག་གི་ནང་ནས་རྒྱུས་ལོན་བྱེད་ཐུབ་ཟིག་གཅིག་ཀློག་པ་རྩོམ་པ་པོ་གི་ལོ་རྒྱུས་ལ་རྒྱུས་ལོན་བྱེད་པ་གཉིས་ཁ་བྱང་གི་སྟེང་ནས་བསྟན་བཅོས་ཀྱི་སྤྱི་ཁོག་ལ་ལྟ་བ་གསུམ། དཀའ་སྤྱད་དང་རབ་བྱེད་ལས་བ་ལ་སྟེ་ཡི་དྭགས་དེའི་གཞུང་གི་སྤྱི་ཁོག་ལས་ཡིན་པ། དག་གི། དེ་ལས་ཀྱང་གར་བྱེད་བ་འདི་བསྟན་བཅོས་འདི་ཀློག་པའི་ཚེ་ན་གཟི་རྟའི་དཔེ་ཆ་གང་གང་ཨ་སྟེའོ། དེ་ལྟ་བྱས་ན་དཔེ་ཆ་འདིའི་ནང་གི་ཁྱད་ཆོས་ར་རང་གི་དགོས་མཁོ་ཡོད་མེད་རང་གི་ཆེད་ལས་ཨ་རྟོགས་མ་རྟོགས་འདི་ཕར་ཆེར་ཤེས་ནས་དེ་མི་ཟེར་དེའི་རྒྱུ་མཚན་གྱི། རྩོམ་རིག་ལ་དགའ་མཁན་ཟེར་ཡོད་ན་ཐད་ཀར་དུ་རྩོམ་རིག་གི་དཔེ་ཆ་ཀློག་རྒྱུ། ལོ་རྒྱུས་ལ་དགའ་མཁན་ཟེར་ན་ཐད་ཀར་གྱི་ལོ་རྒྱུས་ཀྱི་བཀག་ཉིས་ཡོད་པའི་དཔེ་ཆ་ཀློག་རྒྱུ་ཡིན་ན། ཙི་གེ་ཟི། དུས་ཡུན་ཐུང་ཐུང་ཟིག་གི་ནང་ནས་རང་གི་བསམ་བློ་གི་རྒྱགས་ཕྱེ་དེ་ཉུང་ཉུང་ཟིག་ཁྱེར་ཐུབ་རྒྱུ་རེད་དོན་མ་གཏོགས་ཨ་མཆོག་གི་འདི་འདོན་པ་སོང་སོང་ཡིན་མགོ་ནས་ང་མ་ཆ་ཚང་སློག་རྒྱུ་རྫས་ན་ད་སློག་མཁན་འདྲ་ཉུང་རྒྱུ་རེད་ར་ད་སེམས་གི་དང་ངོ་མ་གི་ཅིག་ཕན་ཐོགས་ར་དེ་ཙམ་ཟིག་འབྱུང་མི་འབྱུང་ཅི་རིགས་ཡིན་རྒྱུ། གང་ལྟར་ན་ད་འདི་དང་འབྲེལ་ཏེ་རེ་བ་ཟེར་ཡོད་ནོ། བོད་ཀྱི་གཞོན་སྐྱེས། སློབ་གྲྭ་བའི་སྡེ་ཡིན་ན་ཆོག་གོ་སྤྱི་ཚོགས་ཀྱི་སྡེ་ཡིན་ན། དགོན་སྡེ་གྱི་སྡེ་ཡིན་ན་གང་དང་གང་ཡིན་ན་གཞོན་སྐྱེས་མང་བོ་ཟིག་གིས་བོད་རིག་པ་རྒྱུན་འཛིན་གྱི་བྱ་བ་ཚང་མ་གི་རྩོམ་པ་བྱེད་རྒྱུ་འདི་ད་ཧ་ལས་བ་ག་ཆེན་མོ་རེད། རེ་གན་ལགས་ད་ནི་ད་འདི་གན་ཨ་ཉོན་བཀྲ་ཆིས་དོན་འགྲུབ་བས་མཚོན་ན་ད་གི་ལོ་ངོ་མང་གི་རང་རྩོམ་སྒྲིག་གི་ལི་ཀ་འདི་གཉིས་རོག་གི་ད་ནི་ད་རང་རང་གི་ལི་ཁའི་ཉམས་མྱོང་དང་འབྲེལ་ནས་ད་ང་ཚོའི

ཡ་ད་གའ་རྣམ་པ་གཉིས་ཀ་ཐུགས་རྗེ་ཆེ། རེད་དེ་ནས་གོང་ནས་གའ་རྣམ་པ་གཉིས་ཀ་གསུངས་པ་བཞིན་དུ། རྒྱ་ཆེ་ཞིང་གཏིང་ཟབ་པའི་མི་རིགས་ཀྱི་ཧྲོལ་རྒྱུན་རིག་གནས་འདི་རྒྱུན་འཛིན་དང་དར་སྤེལ་གཏོང་དགོས་ན། འགག་རྩ་གཙོ་བོ་ཞིག་ཡོད་པ་ནི། གཅིག་ནས་ད་ཧྲོལ་རྒྱུན་རིག་གནས་ཀྱི་སྲོག་རྩ་མི་དོར་བ་དང། ད་ནས་རྒྱུས་ལོན་ཆ་ཚང་བ་ཞིག་དགོས། གཉིས་ནས་ཚིག་གི་དུས་རབས་ཀྱི་འགྲོས་དང་བསྟུན་ནས་གང་ལ་གང་འཚམ་གྱིས་འཕེལ་རྒྱས་དང་འགྲེལ་བྱ་ཡིག་དགོས། དེ་ཡིན་ན་སློབ་དཔོན་ཆེན་མོ་གདུང་ཡོན་ཏན་རྒྱ་མཚོ་མཆོག་གི། ད་གསུང་རྩོམ། བོད་ལ་བཅོས་བསྒྱུར་གྱི་བདག་ཉིད་ཅན་འདི་ནི། ཁོང་གི་མི་ལོ་ལྔ་བཅུའི་ཐུགས་སེམས་ཀྱི་འབྲས་བུ་དཔྱིས་སུ་འཕུར་བའི་བསམ་བློའི་རྒྱགས་ཕྱེ་གྱ་ནོམ་པ་ཞིག་ཡིན་ལ། དེ་ནི་ཡིན་ཚུལ་གྱི་ད་དུས་རབས་གསར་བའི་ནང་ལ་མི་རིགས་ཀྱི་ཧྲོལ་རྒྱུན་རིག་གནས་ལ་འོད་སྣང་སྐྲུན་པའི་འཚོལ་ཞིབ་ཀྱི་ཐབས་ལམ་ཉམས་དགའ་བ་ཞིག་ཀྱང་རེད་ལ། ད་རྒན་རྣམ་པ་གཉིས་ཀྱིས་ང་ཚོའི་བཅར་འདྲི་དང་ལེན་གནང་བར་ཡང་བསྐྱར་ཐུགས་རྗེ་ཆེ་བཞི། རྣམ་པ་གཉའ་སྐུ་ཚེ་རིང། ད་ཚང་མ་བདེ་མོ་བྱོས།